དེ་འདྲ་ལབ་འོང་འདུག་བ། ཅེས་ཚ་ཏིའི་འདི་ངེད་ཀྱི་ག་དུས་ཡིན་ནས་ད་དེ་ང་ཚོ་དེ་སྔོན་ནས་དྲང་གནས་ཀྱི་གྲོས་བསྡུར་ལྷོད་པོ་ཅིག་བྱེད་ནས་ཨ་ནི་ལས་ཀ་ཅིག་བྱེད་དགོས་རེད་བསམ་གྱི་འདུག་ལ་རེད་བ། ད་དངོས་གནས་ཀྱི་ཅེས་ཚ་ཏིའི་ཚ་ཨ་ནི་ད་ལྟ་དེ་ཚོ་ཁྲོད་ནས་ཨ་ནི་ངེད་རང་གི་དེ་ཡི་ཐུགས་ལ་དགོངས་ཚུལ་ག་རེ་རེ་བྱེད་འདུག་འདི་གོ་ལ། ད་དངོས་གནས་བྱས་ན་ཆོས་ཟང་ཟིང་གི་འབྲེལ་བ་བཅད་ཀྱི་ཡིན་སྲིད་དཀོན་མཆོག་གསུམ་ཟིན་ན་རྒྱལ་ད་དེ་ལས་ལྷག་ཙི་ཅིག་གི། ད་ང་ཚོ་ལ་ཐོབ་ཐང་ཅི་ཡག་ཅིག་མི་འདུག་ད།
ག་རེ་ཟེར་ན་ང་ཚོ་དེ་ཆོས་ཟང་ཟིང་གཉིས་ནང་ལ་མ་འདུས་པའི་འབྲེལ་བ་བྱས་ནས་དགའ་མཁན་ཡོད་མ་རེད། དེ་གཉིས་གཉིས་ནི་འབྲེལ་བ་བྱེད་ཀྱི་མེད་དཀོན་མཆོག་གསུམ་ཚེ་བཙུགས་ད་དེ་འདྲི་ཟེར་བ་རེད། གནས་ཚུལ་དེ་འདྲ་གཅིག་ནས་གཅིག་རེད། ད་གཉིས་ནས་དངོས་གནས་ང་ཚོ་དེ་འདྲ་བཤད་རེས་བྱེད་བསྡད་ན་ཐག་རིང་པོ་ནས་མེར་སྐྱོག་དུ་མ་སོང་ན་གནམ་ལོ་རྒྱབ་རེ་བྱེད་བསྡད་ན་ཞེ་དྲག་ཕན་ཐོགས་ཡོད་མ་རེད། ང་སུ།
ཁོ་ཚོའི་སེམས་ན་ཐོབ་ཐང་སྤྲད་ཡོད་ཟེར་བཤད་དེ་རེད། ང་ཚོའི་སེམས་ན་སྤྲད་མ་སོང་བཤད་དེ་བ་ཚ་ལ་ལ་སྐད་ཆ་བཤད་མཁན་གཞན་པ་ནས་སུ་གང་ཡོད་མ་རེད་མོད། ད་མེ་ཚེ་མེ་སྡུག་གི་སྐད་ཆ་བཤད་དགོས་ཡོད་དེ་གལ་ཆེན་པོ་རེད་བསམ་འདུག་ཨ་ད་ཆ་རྐྱེན་བཞག་དགོས་བ་རེད་ངའི་བསམ་པ་ལ། ད་ཁྱེད་ཚོས་དངོས་གནས་དྲང་གནས་ཀྱི་སྐད་ལ་བཅད་མེད་ཐོབ་ཐང་སྤྲད་ཡོད་ཟེར་ན། ད་འགྲིག་གི་རེད། རེད་བ། ང་ཚོ་ཆ་རྐྱེན་དེ་འདྲའི་བཞག་གི་དེ་ཁས་ལེན་གི་འདུག་ན། ཨ་ནི་ང་ཚོ་དོ་བདག་འདྲེས་ཡོད་ཟེར་དུས་ཀྱི་ཨ་ནི་ཁས་ལེན་དགོས། དེ་ཆ་རྐྱེན་དེ་ཁས་ལེན་གི་མི་འདུག་ན། ང་ཚོས་ཐག་གཅོད་བྱས་ཏེ་ཁྱེད་རང་ཚོ་ལ་ཐོབ་ཐང་ཡོད་མ་རེད། དེ་གཉིས་ཀ་དེ་ནས་ང་ཚོ་ཐག་ང་ཚོ་བཅད་གི་རེད་ཟེར་གི་གནས་ཚུལ་ཇི་ངུར་བ། རེད་བ།
དཔེར་ན་སྔས་མ་ངས་བསམ་འཆར་བཅས་ཞུས་མྱོང། སྤྱི་འཐུས་ནང་ལ་ང་ཚོ་མི་དགུ་རེད། ད་ང་ཚོས་ཐོབ་ཐང་སྤྲད་ཡོད་ཟེར་ན། ལ་རེད།
ད་ཐོབ་ཐང་སྤྲད་ཡོད་ཟེར་ན་ང་ཚོ་མི་མང་གི་ས་ཆ་དེ་སྤྱི་འཐུས་དེ་རེད་བ། ལ་རེད་ལ་རེད། མི་མང་གོ་ཚོད་མཚོན་པ་དེ། རེད་བ། རེད་རེད། ད་དེ་གཞུང་གི་ལས་བྱེད་དེ་ཚོའི་ནང་ལོགས་ལ་ང་ཚོ་མི་བཏང་གོ་ཟེར་གི་ཡོད་མ་རེད། སྤྱི་འཐུས་དེ་ང་ཚོ་ད་མི་མང་གི་ཚབ་མཚོན་ཡ་ཡོད་ན་མེད་ན་དེ་སྤྱི་འཐུས་ལྷན་ཁང་དེ་རེད་བ། ལ་རེད། དེའི་ནང་ལ་ང་ཚོ་སྐུ་ཚབ་བཅས་མི་འདུག་བ། སུ་ཡོད་རེད་ད་ད་ལྟ་དགེ་ལུགས་པ་ཡིན་ཟེར་མཁན་དགེ་མེད་རྙིང་མེད་དེ་ཚོ་ལ་ནི། དེ་ཚོ་གིས་ནི་ང་ཚོ་དགེ་ལུགས་པ་མ་རེད་གི་ཏུ་སྙམ་དོགས་མེད་བྲོས་བྱོལ་བཞག་ཡོད་རེད་བ། དེ་གི་ཉམས་མདོ་ནི་རེག་ཡ་མི་འདུག། རེག་ཡ་མ་རེད།
ད་གཞན་པ་སུ་ས་སྐྱའི་ཉམས་མདོ་ནི་རེག་གི་མ་རེད་བཀའ་བརྒྱུད་ཉམས་མདོ་ནི་རེག་གི་མ་རེད་དགེ་ལུགས་ཀྱི་ཐུན། གར་ས་དེ་ས། ཐུན་མི་གཞན་པ་དེ་ཚོ་ནི་ང་ཚོ་གི་ཐུན་མི་གོ་ཆོག་མ་རེད། དངོས་གནས་ཕྱེ་བ་ཡིན་ན་སྤྱི་འཐུས་སྲིད་དོན་ཁང་ལ་སྤྱི་བའི་མི་སོང་དང་སྤྱི་བའི་དཀའ་ངལ་དང་སྤྱི་བའི་སྒྲིག་འཛུགས་དང་མི་མང་གི་བདེ་སྡུག་དེ་ཚོ་གླིང། བཤད། སྦྱང་བཤད་བྱས་དཀའ་ངལ་གང་དུ་ཅིག་ཕྱེ་དགོས་རེད་དེ།

ལྡི་ལི་དོན་གཅོད་ཁང་ལ་ལ་དྲུང་འཕར་ཡན་ཆོད་ཀྱིས་ང་ཚོ་མི་གཅིག་གོ་གི་རེད། དེ་རྒྱ་གར་གཞུང་ལ་འགོག་རྒོལ་བཏང་ཡ་གང་ག་དེ་ནས་དང་ཕྱི་རྒྱལ་གྱི་གཞུང་ཚབ་ཁག་ལ་གང་ག་འགོག་རྒོལ་བཏང་ཡ་མ་བི་ཤས་གང་ག་དེ་ནས་གཅིག་བར་བ། མོན་གོ་ཏི་དོན་གཅོད་ལྷེ་གུང་ནང་ལོག་ལ་ང་ཚོ་མི་གཅིག་གོ་གི་རེད། སྦེ་ལ་གུ་བི་དོན་གཅོད་ནང་ལོག་ལ་ང་ཚོ་མི་གཅིག་གོ་གི་རེད། དེ་མི་ལྔ་དེ་ཤུགས་ལྡན་ཚོགས་པའི་ངོ་ནས་འོས་བསྡུ་ནས་བཏང་གི་ཡིན་མ་ཡིན་ན་འདྲ་ག་འདྲི་བསྡུ་ནས་བཏང་གི་ཡོད་ན་བཏང་རྒྱུ་རང་བྱེད། དེ་ངོས་ལེན་བྱས་པ་ཡིན་ན། དེའི་ཉེན་ཁ་དེ་ནི་ད་ཁོ་ཚོ་གི་ཐོབ་ཐང་སྤྲད་ཡོད་ཅིག་ཅིག་བྱས་ཡོད་ཟེར་ཏེ་ང་ཚོ་ངོས་ལེན་བྱེད་ཆོག་ཁེལ་གི་རེད། ངོ་རེ་བ། དེའི་ཉེན་ཁ་དེ་ལ་ཐོབ་ཐང་རག་མ་བཟོ་ཟེར་ན་ང་ཚོ་གི་བཏང་བཞག་པའི་འཐུས་མི་གཉིས་དེ་དགོས་མ་ཆོག་གི་རེད། ཐོབ་ཐང་བཤད་ས་ལ་བཤད་མ་ཐུབ་ན་ད་ང་རང་ཚོ་མ་འགྲིག་བ་རེད། དེ་ངོས་ལེན་བྱེད་ཐུབ་གི་མེད་ན་ཐོབ་ཐང་སྤྲད་ཡོད་ཟེར་ཏེ་ཁ་ཙམ་རེད། རྫུན་མ་ཆགས་པ་དེ་དེ་ག་རང་ནས་གསལ་བོ་ཆགས་ཐུབ་བར་འཛམ་བུ་གླིང་མི་མང་མདུན་ལ། དེ་འདྲའི་གི་ང་ཚོ་མེས་ཚིག་མེས་དུག་གི་ལས་ཀ་ཅིག་མ་བྱས་ན། ད་མེ་སྒྱོགས་དུ་མ་སོང་དུ་གནམ་ལོག་དུ་རྒྱབ་རེ་བྱས་བསྡད་ན་ཐག་རིང་པོ་ནས་རྒྱབ་རེ་བྱས་བསྡད་པ་ཡིན་ན། ང་ཚོ་ད་ཚོད་ར་ཐུ་ཨེ་དེ་ཁག་པོ་རེད་བསམ་ནས་ངའི་བསམ་ཚུལ་དེ་འདྲ་ཞིག་ལ་སོང་ངེས།
དེ་ཡིན་དུས་གང་ལ། དེ་འདྲ་རེད་བྱས་ན་དེ་ཡིན་དུས། ད་རིན་པོ་ཆེའི་བཞུགས་ས་དེ་ལ་ང་ཚོ་གར་སོང་ན་ང་ཚོ་ཨ་མདའི་བཙན་བྱོལ་སྤྱི་ཚོགས་ནང་ལ་རྒྱ་བ་རིན་པོ་ཆེའི་བཞུགས་ས་གི་ས་ཆ་འདིའི་ནང་ལ་དཀའ་ངལ་ཡོད་ཙང་ང་ཚོ་དཀའ་ངལ་དེ་མ་ང་འདིའི་ཐོག་ལ་གླེང་རྒྱུ་ཁེག་རེད་དོ། ཡ་བོད་ནང་གི་གནས་ཚུལ་དེ་ང་ཚོ་དཀའ་ངལ་ཡོད་ངེས་དེ་གང་ག་རིན་པོ་ཆེ་གས་མཁྱེན་གི་ཡོད་རེད། དེ་ཡིན་ན་ཡང་ད་ང་ཚོ་དཀའ་ངལ། དང་པོ་ཡོང་ས་ལྟས་འདི་ནས་ཕར་རེད་སང་ས་དེས་ང་ཚོ་འདི་ནས་ཡར་སང་མར་རིས་ས་ནས་ཡར་ལང་དགོས་ཡ་གི་བསམ་བློ་དེ་བཏང་ནས་ད་ང་ཚོ་སྐད་ཆ་དེ་བཤད་དེར། དེ་ཡིན་དུས་གང་ལ་རིན་པོ་ཆེ་དེ་ཚོ་མཁྱེན་པ་གནང་རོགས་གྱིས། ཨེ་རིན་པོ་ཆེ་ཡ་ཕ་ང་ཚོ་བོད་ནང་ལ་རྡོ་རྗེ་སྤུན་གྲོགས་ཚོ་ལ་ཡིན་ན་ཡང། ང་ཚོ་དཀའ་ངལ་དང་གནས་ཚུལ་དེ་འདྲ་དེ་འདྲ་རེད་ཤག་ཟེར་ནས། རིན་པོ་ཆེ་གིས་གསལ་བཤད་དེ་ཚོ་གནང་རོགས་གྱིས། དེ་འདྲ་ཡིན་དུས་གང་ལ་ད་རིན་པོ་ཆེ་གིས་ད་བོད་ནས་ཕར་ཅིག་རྒྱ་ཆེན་པོ་ཡོད་རེད་དེ་ནི་ད་ག་ལ་ཤེས་ཚོགས་པ་མང་པོ་གི་སྟེང་དབུ་ཁྲིད་གནང་གི་ཡོད་རེད། ནི། ག་ས་ག་ལ་ད་ལྟ་རུ་འབྱེད་གི་དེ་རྒྱུས་ཡོད་པ་ཡིན་དུས་གང་ལ་ང་ཚོ་དཀའ་ངལ་དེ་འདུག་གནས་ཚུལ་ཚང་མ་ལོ་རིམ་བཞིན་མཁྱེན་གི་ཡོད་པ་ཡིན་དུས་ནི་རིམ་བྱེད་གི་བར་གི་དེ་གསུང་རོགས་གནང།